སྤྱིར་བཏང་གི་བརྩམས་ཆ་ནི་མེད་ལ། དེ་སྤྱིར་བཏང་གི་བརྩམས་འདི་བའོ་ཅན་བཅུ་གཅིག་གི་ག་ཏི་དོ་ནི། ད་ཀ་བརྩམས་སའི་སྐབས་འདི་ལོ། དེ་ད་ཀ་ཀ་ཅང་བས་དེ་བ། དང་ནི་བོད་དོ་ལོ་ཡི་གུ་ང་ཅ་ར་སེ་བཅས་སུམ་ཅུ་ཐང་བ་ཡོད་བི། བུའི་ཡུལ་ན་ལོ་བོད་དོ་ལོ་ཀ་ལའི་གུ་ཚུ་དི་གི་བའང་ཧ་ཨ་ཡི་གུ་ཚུན་ཚུད་ལོ། དང་ནི་ལོ་སེ་བཅས་སུམ་ཅུ་སེ་ལབ་ཡིན་ལ། ཡི་གུ་གི་མིང་གཞི་དི་སུ་ཆ་ནི་མ་ནི་ལ་འོང་གོ། དང་ནི་ད་ཁྲི་དི་གི་བས་དེ་མ་སུང་ཚོམ་ནང་མི་དི་སུ་ལོ་ཀ་བརྩམས་སའི་དེ་བས་ལབ་ཡིན་བི་ལ། འདས་པའི་ཞུ་ཡིག་མེ་སེར་ཞུ་ལོ་དང་ཨ་ནེ་བོ་ཏེ་ལོ་ཨ་ནེ་བོའི་བཀའ་ཚམ་བཀའ་ལས་པའི་མ་ཨ་ཡི་འུ་སུན་ཚུན་ནང་རྣམ་རག་བཅུ་གཅིག་དེ་ལྟ་རེ་བར་རྒན་གཞོན་སྐྱིད་པའི་གླིང་གི་གནས་ལུགས་སྟོན་མི་གི་འདི་སྐད་བོ་ཏེ་ལོ་བཅུ་གཅིག་ཡིན་ཟེར་སུ་འདུག་ལ། ད་ཨ་ནེ་ནང་ལ་མ་རིན་པ་ཅན་དུ་ཞུ་བ་ཅིན་དཀའ་གནས་ལྷུན་རྒྱུད་གྲུབ་པའི་རི་བོ་ཡི་སྤོ་ལ། ཁ་ཐུག་སྣ་ཚོགས་བཀྲ་བ་ལྗོན་ཤིང་གི་སྐྱེད་ཚལ་ཟེར། གང་གནས་བལྟས་ཀྱང་གཞན་དབང་མེད་དུ་འཕྲོ་བའི་ང་ཚོ་རྒན་གཞོན་སྐྱིད་པའི་གླིང་ཆུ་འདི་དགའ་བ་ཟེར་ད་རྒན་གཞོན་སྐྱིད་པའི་གླིང་གི་བསྟོད་པ་གནས་ཀྱི་བསྟོད་པ་ངོ་མ་དེ་དག་གཉིས་མེད་ལ། ད་དེའི་ལྟས་ང་ཅག། ཀ་ནས་ལྷུན་གྱིས་གྲུབ་པའི་རི་བོ་ཡི་སྤོ་ལ་སི་མི་འདི་ལྟས་འཕགས་རྒན་གཞོན་སྐྱེས་བུའི་གླིང་གཉིས་འདི་ལྟས་ཆགས་སྲིད་དེ་དེ་ལྟ་རི་ཡི་སྤོ་ཏོ་གཅིག་གུ་ལ་མ། ལྟས་ང་ཅག་ང་འདི་འཕགས་ངོ་བ་བས་མ་ཤོད་ལ། ལྟས་འཕགས་ནི་དཔའ་དེ་སུ་ན་ལུ་རྗེ་བོ་ད་ལུ་དེ་ཡ་རི་གཅིག་གི་གུ་ཏོ་གུ་ལུ་རྣམ་སྨིན་མཚམས་མི་འགའ་ཐོ་ཐོ་བས་འདུག་ལ། ལྟང་ལི་བོ་ད་ལུ་ཨ་ནི་རི་དེ་ལྟས་ག་ཡེ་ཟོ་ཟོ་མེད་མེད་ལྟས་ཀ་ནས་ལྷུན་གྱིས་གྲུབ་པའི་སེ་མ་པ་སྡོམ་པ་ལ་སི་མི་དེ།

དེར་གཏེར་སྟོན་རྡོ་རྗེ་གླིང་དཔལ་གྱི་གདན་ས་ཅི། དེ་ང་ཚེ་རབས་འཕགས་འདི་མོ་ཁ་བའི་ཐེ་བའི་གཙུག་གཡེལ་མེ་ལ། ཏཱ་ནི་བའི་སྦས་བོ་དོ་ལོ། དེ་ལྟ། ཨ་ནི་གི་རི་དེ་ཀ་ནས་ལྷུན་གྱིས་གྲུབ་པའི་སེ་མི་དེ་ཁ་ཡི་ཀའི་རུ་གཟུགས་སྨན་པ། དེ། མི་སེར་གྱི་དེ་ང་ཚེ་རབས་དཔལ་འཁོར་ལོ་ཟླུམ་བིས་ཀྱི་གནས་ཀྱི་དེ་ལྟ་ཡན་ལག་ཡིན་པས། ཏཱ་ནི་ལི་དེ་ནི་ཀ་ནས་ལྷུན་གྱིས་གྲུབ་པའི་སེ། རི་བོ་ཡི་པོ་ལ་སེམས་པའི་ཨ་ནི་དེ་རྒན་ཞུགས་སྐྱིད་པའི་གླིང་ཆགས་སྲིད་ཀྱི་ས་ནི་དེ་ཁོ་ར་ར་དེ་རི་པོ་ཏོ་གཅིག་གི་གུ་ལ་མ། དེ་ཨ་ནི་བའི་ཕྱག་དེ་གི་དུག་ལ།

གང་ནས་བལྟས་ཀྱང་གཞན་དབང་མེད་དུ་འཕྲོ་བའི་སེམས་རྒྱ་ནི་མེད། ང་ཚོ་སོགས་ལ་ང་ཕྱིར་ཆག་ཆག་པོ་ཞུ་སྲིད་ཀྱི་ད་གཙོ་བོ་ཕག་ལོ་བཞུགས་མེད་ཀྱི་རྒན་བཞུགས་ཟེར་ད་ང་ཚོ་གིར་ད་སྐྱབས་རྗེ་རིན་པོ་ཆེ་གིས་ངོ་མ་དེ་ར་ཐུགས་རྗེ་ད་ང་ཚོ་ར་གྲྭ་ས་ན་ད་ཧེ་མ་ཆུང་ཁུ་གཅིག་གི་སྐབས་སུ་ལས་གྲྭ་ས་ན་རུ་བརྫུས། སྒྲིལ། རྒྱུགས། ཡུན་དུ་སྦྱངས།

དེ་ལས་དེ་ལས་དགོངས་ཞུ་རྒྱུའི་སུས་རག་ཧེ་མ་དེ་བའི་མིན་ལ་ད་དེ་རུ་བ་ཅབ་ཅི་ཁྲི་རབ་དྲུ་བཅུ་རེ་གི་བ་དེ་ང་ཅ་རག་རྗེ་བཞེན་བཞེས་དམ་པ་རྗེ་བཙུན་བསྟན་འཛིན་དོན་གྲུབ་ཀྱི་སྐབས་ལས་དེ་དེ་བའི་བཟོ་གནང་ནམ་སྙན་སེང་ཞུ་ནི་ད་ཨང་ནི་ད་འཕྲོ་མཐུད་དུས་ཀྱི་བའི་དེ་ཧེ་མ་ཁུང་གི་ད་ཨང་ནི་འགན་ཞུ་གི་དེ་ལས་དེ་སུས་རག་དེ་ལས་ཨང་ནི་འདི་སུའི་ལས་རིམ་བཟོ་བཞག་མི་འདུག་གོ་དེ་ད་རེ་ཅབ་ཅི་ཁྲི་རབ་བདུན་ཅུ་བ་གི་དེ་འཕྲོ་མཐུད་དུས་ཀྱི་བའི། ཏེ་རུ་ལྕགས་ཀྱུ་གྷོ་ར་ལུ་བསྟན་པའི་གིས་ཏེ་ད་ང་ཅི་ར་ཏོང་ཧུའེ་ཅིང་གི་སྦྱིན་བདག་ཏེ་ཕ་ཕྱི་གི་སིང་ག་པོར་ལས་ཏེ་སྦྱིན་བདག་དེ་སོའི་མཐུན་པའི་གང་ལས་ཏེ་ད་སྦྱིན་བདག་གི་བུད་མེད་གི་ཏུ་རུ་ཏི་ཏེ་གྷོ་ར་གི་གཞི་བས་བས་ཏེ་གང་ནོ་བས་མེན་པ་ཤིམ་བདག་ཏེ་ད་ཨ་ནི་གི་ཕ་ལས་བུད་མེད་དེ་སུའི་ཨ་ཡི་རྣམ་རོལ་ཏང་དེ་གི་བས་དེ་ལྟར་འགྲོ་སོགས་དེ་སུ་དེ་གཞུང་ལས་ཤེས་ཀྱི་ཕྱིར་རམ་ཡིན་ལ། དེ་སྣང་བ་དེ་སུ་བའི་ས་གཞུང་གི་སྣང་དང་རྨོངས། དེ་དེ་སྣང་གི་འགྲོ་སོགས་ཕྱིན་སྐྱབས་ནི་ད་ས་དེ་རུ་མི་འོང་ང་དང་ད་དེ་མ་བཏང་མ་འོ་ལས་ཐོན་འོང་ལ། དེ་ཨང་ལས་བའི་བའི་འོ་ད་ལོ། དེ་ས་ཆ་དེ་རུ་མི་འོང་ང་དང་རིན་པོ་ཆེ་གི། དེ་སྐྱབས་འཇིག་གི། དེ་ཐུགས་དགོངས་རྟག་ཐུབ་པས་དེ་མི་འོང་ང་དང་རིན་པོ་ཆེ་གི་དེ་ན་ལོ་སྐྱབས་བདག་ཨ་སེ། དེ་ཨང་ལས་བའི་བཀའ་ཡི་སྣང་བ་དེ་སུ་བས་ཐོབ་བས་ཤི་ན་ལས། དེ་རྒན་ཞུགས་སྐྱིད་པའི་གླིང་འདི་ལྕགས་ཆབ་དབྱིངས་ལ། ད་ཨ་ནི་ལྕབ་ལེ་ཐེན་ཐེན་ང་ཚོ་རྒན་ཞུགས་སྐྱིད་པའི་གནས་ཆུ་འདི་དགའ་བ་སེམས་མི་དགའ་ཉེས་མེད་ད་ཨ་ན་ལོ་ཧེ་བོད་ཀ་ལས་ང་ཆ་ལ་གྲ་ཚང་ན་ཟུམ་པའི་དེ་འདྲིས་ལམ་རྣམ་ཤ་ཡ་ག་ནའི་འཇུག་མོ་ཀོ་ལ་འགྲོ་བ་རྣམ་འཛོམས་སྟངས་མེད་ལོ་སྟོང་སྟངས་མེད་ལོ་ཉི་མ་ཆ་བཞི་པའི་ལོ་ཆུ་རུ་དེ་ལ་དེ་དགོང་ཐུན་སྟངས་མེད་ལོ་ཟེར་ག་ནས་མེད་བ་ལྕབ་ལྕེ་ཁོ་ར་གི་ཐུགས་རྗེ་ར་དེ་གྲ་ཚང་ན་ལོ་མི་ཚེ་གཅིག་དཀའ་བོ་སྐྱེས་ད་ཨ་ནི་བའི་བེ་སེ་ཐ་མ་ལོ་ད་ཨ་ཨུ་ཁ་ལ་བ་ཇོ་ནོ་ཚོ་དེ་ཨ་ནི་བའི་བདུད་མི་ཧེ་མ་གྲ་གི་ལས་ཤ་ཡུལ་ལ

དེ་ལྟར་ཚོགས་བདག་ཚངས་བུམ་སེང་ག་ལན། ཏེ་ལེ་ཏེ་ཡ་ན་ལ་ལེ་ཅི་རང་གིས་ཏེ་ད་སིམ། ཕོ་གིམ་ཨ་ཞིམ་དི་སུ་གི་ཨ་ལུ་ད་ལ་ལེ་རེ་ཅི་ཨ་ནི་ལེ་ཐུན་ཐུན་མི་གི་ད་རུ་ཕ་ཨ་ཇོ་ཇོ་གི་ཚུ་བོ་ཚབ་ཆུ་དི་སུ་ད་ཅི་ག་འདོད་བི་ག་ལེ། ཏེ་ཏེ་ལེ་ཉིམ་ཅི་ད་གཉིས་མེ་མེ། ཏེ་ང་ཚ་ར་མི་ཚེ་དི་རིང་སུ་ཅི་བེ་ཏེ་འདོད་བ་ཅིན། ད་ཡུ་ཅ་ཧ་ལམ། ལོ་བདུན་ཅུ་དེ་ཅི་ལེ་ཏེ་གྲ་ས་ན་ལ་འགོམ་ཞུ། ཏེ་ཨུ་ཁ་ལུ་ཞུ་བ་ཅིན་ད།

དེ་དེ་གསུམ་མེ་ར་འདོན་དགོས་མི་ཤེས་ལ། དེ་ད་རེས་གསུང་ཆེད་བོད་བ་ཞིན་དགེན་ཞུ་སྐྱིད་པི་ཏིང་གསུང་ཆོས་ཡོད་གོ་ལ་རང་བེ་རོའི་ལོ་དེའི་སེ་ཞུ་ནི། ད་ཧ་ལམ་ལོ་དྲུག་ཅུ་རེ་ང་རེ་དྲུག་ཧ་ལམ་བདུན་ཅུ་དེ་བྱེད་གོ་ལ་ཤོད་བི་ག་ལ་ཨའོ་ཨ་ན་ལོ་བཟི་དོའི་རུ། དེ་ད་དེ་ན་ལོ་མོ་ཤི་ལ། དེ་རུ་ས་ནི་གི་གཞི་གོ། རྒྱུ་ནི་གི་གོ་ལ། འདོད་ཚིག་གི་ཁྱིམ། དེ་ན་ལོ་འབྲིང་ལམ་རྣམ་བྱང་ཚན་ག་ནན་གསུང་མི་གོ་བེ་ལ། རང་གི་དུས་ཚོད་ད་ཁྲི་ཁྲི་གི་གཞི་གོ་དེ་སིའི་ས། གཟུག་མ་དེ་རུ་སྨན་ཁ་ན་སྐྱེས་བྱུང་མེད་ཡ་ཡ་ར་སྨན་པ་ཚུ་ཐི་གི་དུ། གོ་ལ་ཆུ་མི་ལ་གུ་ཚུ་ཐི་དུ།

ང་ཚ་ར་བླ་མ། ཏེ། ཀླུ་བོས། ཏེ། བླ་མཆོག་བུ་གཙང་ཚ་ར་ཡིན་ནོ་ལོ་སྨི་ནབ་ཏིང་ཁ་ཡི་སྨི། ཏེ། མ་ཆེ་བ་གྲ་ཚ་རྫི་སུ་ན་ལོ་ཆོན་ཆོན་སྨིན་པས། ད་ནི་བ་ད་རྟ་ཐ་ག་ཐའི་སྟེང་ལ་ཡུན་རིང་དུ་ཚང་ཆུ་སེ་མི་ཚེ་སྐྱིད། ད་ང་ཚ་ར་དགུང་ལོ་བདུན་ད་རྒས་ལས་ར་རྟ་མ་ཆེ་བ་ཏེ་གྲ་ཚ་ན་རྫུའི་ཐང་ཧུ་རུང་ཆུ་སྤེལ་བ་བཞིན་ད་ནི་མི་ཚེ་སྐྱིད་ཏེ་ལོ་དྲུག་ཅུ་བཞི་བཞི་གི་ནང་གོ་ལུ། ཏེ་རྟ་ཐ་ག་ཐའི་སྟེང་བ་སེ་བ་ཞིག་རྟ་ཐ་ག་ཐ་སེ་མི་དེ་དེ་བཞིན་གཤེགས་པ་ལ་བས། དེ་བཞིན་གཤེགས་པ་སེ་མི་དེ་སངས་རྒྱས་ལ་བས་མེ་ལ། ད་ནི་སངས་རྒྱས་ཀྱི་བསྟན་པ་ལུ། དེ་ལྟར་ཡུན་རིང་བའི་ལོ་དྲུག་དང་བདུན་ལ་དགུ་བཙུགས་གྲྭ་ཚང་ནང་འཛུལ། དེ་ལས་བརྟེན་མ་ལ་ཡ་དགེ་བསྙེན་གྱི་སྡོམ་པ། རྗེས་སུ་ཡི་སྡོམ་པ། རྒྱུན་ལོངས་ཀྱི་སྡོམ་པ་འདི་ཚོ་གོ་རིམ་བཞིན་ཐུབ་པའི་ཤུགས་ཚངས་པ་སྤྱོད་འདི་གྱིས་པས། དེ་ལས། ཏེ་ལོ་ན་ཚེ་ཡར་ལོ་བརྒྱད་བརྟ་ལོ་ཐ་མ་ན་སོ་དགེ་བཤེས་དབོན་པོ་རྣམས་རྒྱུད་དུས་ཞེས། དེ་ལས་ཏེ་ད་སྔ་ཚེ་རབས། སྐྱེས་ཡི་དྭགས་མ་ཤི་ནི། དེ་ལྟར་སྐྱེ་བ་སེམས་མི་རིགས་འོང་ཤེས་ན་ལས་དེ་སྐྱེ་བ་གི་ཤུལ་ཤུལ་དག་དེ་དེ་ང་ཅག་མ་ལ་དེ་ལོ་འདི་སུ་དགེ་གོ་ལ་དེ་ག་ཕྱིའི་དགེ་བའི་གང་ལས་དེ་ན་ནི་ཚ་ནི་འདི་སུ་འོང་མིན་ད་ཨ་ནི་གི་ཐ་མ་ལོ་འཆི་བ་སེམས་མི་རིགས་འོང་མིན་ད་ཨ་ནི་བ་ད་ལོ་སྐྱེ་ག་ན་འཆི་སེམས་མི་རིགས་ཨ་ནི་ཡིན་པས་ལ་དེ་ལས་ག་ཡི་གེ་བྱུང་མི་སུབ། ཨ་ནི་གི་འགྲོ་བ་མི་ཡི་ལུས་སུ་སྐྱེ་འཇིག་རྟེན་འཛམ་བུ་འདི་འདི་ན་ལོ་སྐྱིད་ད་ཤི་ན་ལས་དགུ་ཚུལ་དེ་ང་ཅག་ཨ་ཡི་གི་འཁོར་བ་ལས་སྐྱེ་ཡི་ག་ལས་དགུ་ཚུལ་དེ་ཤི་གཉིས་ཀྱི་ལམ་ལོ་འཇོག་ནི་མ་གཏོགས་ཆུ་བོ་ལམ་གཞན་ག་ལ་བ་གཟུགས་འདི་འཇོག་སྲིད་མིན་ལ། ཨའོ་ང་དེ་ན་ལ་ཡང་མི་འབྱོར་མ་རེད་ཨ་ན་ལ་འབྱོར་བ་ཅི་ནི་ཤི་ནི་མེད་དེ་བ་དེ་ཨ་ཕ་ལ་ཡང་ཉུང་ཟེར་འབྱོར་སྲིད་ཅི་ག་དེ་མི་བ་ཨ་ནི་ད་དེ་ར་འབྱོར་གོ་ལ་ཨ་ནི་ད་དེ་གི་འབྱོར་གོ་བླེ་དེ་འདི་གི་བས་ང་ཚ་ར་དེ་ད་ལོ་གཞོན་པའི་དུས་བི་གི་ནམ་དུ་ལེ་ར་ཆུ་བེ་ཡི་སེ་ཁྲ་ཚ་ན་ལོ་ཀ་འུ་ཅེ་དེ་དེ་ལེགས་ཁྲ་ཚ་ན་གི་འབྲི་ལམ་རྣམ་བཞག་ཀ་དྷི་དབྱངས་གསུམ་དེ་དེ་སུ་སྦྱངས་དེ་དེ་ན་ལུག་རང་ར་དེ་འདུས་མི་གི་ད་རྒན་ཁུ་དེ་སུ་བས་བ་དེ་ཆག་ཆུ་ཞབས་ཏུ་ཤུ་ཚ་ཡི་ཐ་མ་ལུག་དེ་ལོ་དེ་ཡ་རྒྱལ་བི་ག་ལེ

སྨན་ལྟ་བུའི་ཁ་ལ་བབ། དེ་ལས་དེ་ནོངས་ཀྱི་ཤུ་ཤུ་དང་ནོངས་དང་མ་སུན། རུ་ལག་བེ་སཱ་ལ་བ་རང་གོ་ཁྲོ་ཁྲོ་བའི་ལག་མ་ཆུ། མཆིམས་ན་འདོད་པ་ཅན་ཨ་ལུ་དང་ཛི་བེ་མ་སུ། དེ་ལས་ཚོགས་དང་འཚམས་འདི་སུ་ལུས་ཚོགས་དག་ཏུ། རང་གི་ཟག་པ་ནོངས་པའི་འདི་ཟ་ནི་མིན། ཧ་ནི་བའི་མེ་འབར་ཤིམ་ད། ད་ཧའི་ན་ལུ་རྒན་ཤུ་ཀི་བི་ཀི་ལི་ན་ལུ་དུས་བཏབ་འབྲོག་བྱི་བའི་བ་ཅི་ན། ད་ད་ཚེ་རིང་ནགས་ཀྱི་གྲང་སོ་དེ་བཞིན་དུ་ཟེ། དེ་ལྟར་ང་ཅ་ར། ང་ཅ་ར། དྲང་སྲོང། ཚེ་རིང་ནགས་ཀྱི་གྲང་སོ་ཟེར་བ་ཅི་ན་དེ་ཚེ་རིང་གནམ་གྲུ་སོགས་ཡོད་པ་མོ། ཤིང། ཚེ་རིང། བྲག་ཚེ་རིང། རྨི་ཚེ་རིང། བྱ་ཚེ་རིང། ཆུ་ཚེ་རིང། ཤ་བ་ཚེ་རིང། དང་ནི། དང་ནི། ང་ཕྱི་ར། ཚེ་རིང་རྣམ་འཕྲུལ་གྱི་ནང་ལས། དེ་ལས་ཏེ། རྨི། རྨི་ཚེ་རིང་འདི་ལོ་ཏེ་ང་ཕྱི་ར་གྲངས་གསོ་བའི་ཁྲིའུ་ཡིན་པས་ཁྲིའུ་དེ། དང་ནི་འཛུམ་པས། དེ་ལས་ཏེ་ཚེ་ག་ཏིམ་ཅི་ར་རུན་པའི་དུས་སུ་ཕྱི་རུ་རྐང་གཉིས་ག་ནས་རྨི་བ། དེ་ཚེ་རིང་ནང་གི་གྲངས་གསོ་འཛུམ་པས། དེ་ལས་ཨ་ན་ལུ། ནང་ག་འདི་ལ་རུའི་གནས་ཆོ་འདི་ཡིན། སེ་ང་ཕྱི་ར། བླ་མཆོག་གི་གསུར་གྱི་སྐྱེས་བུ་དང་སྲིད། དེ་ལས་དེ་ན་ག་དེ་ལ་རུའི་གནས་ཆུ་འདི་ཡིན་ཞེས་མི་འདི་དེ་དག་ང་ཅི་ལ་གཟུགས་ན་དེ་བས་དེ་བས་ས་ཆུ་ལོ་གེ་དེ་བས་དེ་བས་ས་ཆི་རུ་དེ་གཟུགས་དཀའ་ངལ་ག་ནས་མེད་པ་ཡ་ལས་སྨོན་བཅོས་སྟབས་བདེ་བོ་མ་འདུག་ག་ཅི་ར་ཐུན་རུ་ཡ་ལས་དེ་བས་འོ་ལ་ད་ཨ་ནི་ལས་དེ་འདི་གི་བས་དེ་དག་གཞན་ཁ་ལ་བ་བས་བ་ཆི་ན་ཚ་བས་རུ་ནས་འོ་ཅག་མི་མི་ལོ་གེ་དེ་གི་བས་ཡ་ལོང་མ་དེ་རུ་ལྷོང་མི་མི་ཆུ་རུ་མ་ནས་ཆ་གཟུགས་དེ་ཧན་མི་མི་ལ་ཁ་ཡོད་ཨ་ནི་དེ་གཟུགས་ཀི་དཀའ་ངལ་ག་ནས་དེ་རྒན་ཞུགས་ཀི་བས་གླིང་ན་ལོ་མེབ་ལས་དེ་འདི་ན་ག་དེ་ལ་རུའི་གནས་ཆུ་འདི་དེ་ལྟར་རྒན་གཞོན་སྐྱིད་པའི་གླིང་འདི་དབྱིངས་ཡིན་དབྱིངས་སེ་མེད་ལ། སྤ་ཏྲའི་རི་མོ་ལྟ་བུའི་བདག་འཛིན་དེ་མེད་ལ། ཕ་རོལ་གཞན་སེམས་དགུ་ཡི་སྤྱོད་པ་ཡང་མི་དགོས་སེ་མེད་པ་དེ། བ་ལང་ཆུ་ལྟར་ཅི་དགའ་བག་ཡངས་སུ་ཕྱོགས་པ། མ་ལུས་འགྲོ་ཡི་མངའ་བདག་མི་དབང་གི་སྐུ་དྲིན་ཡིན་སེ་ང་ཅག་ཨ་ནེམ་ཅུའི་སྦྱོར་ཐུབ་མི་དེ་རྩ་བ། མི་དབང་མངའ་བདག་རིན་པོ་ཆེ་གི་སྐུ་དྲིན་དག། དག་མ་ར་སྤ་ཏྲའི་རི་མོ་ལྟ་བུའི་བདག་འཛིན་སོགས་ལ་ཡག་གི་དེ་རུ། དེ་ཚོགས་དཔག་གི་ཆ་ཆབ་ཡིན་པས། དེ་ལྟར་ང་ཆ་ག་ལོའི་ཡར་ལོ་དུས་མི་སུ་ལུ་ག་གི་ཕྱི་མའི་མེ་ག་གི་ཕ་ཕྱི་མའི་མོན་པ་དེ། ཨི་མ། ད་ཨ་ནི་མེམ་ལེ་ཏི་འདི་གི་པེ་རང་གིས་ཏི་མེ་མེ་ག་ལེ་རོ་གི་ཨིན་སེ་ག་ལེ་རང་གི་ཨིན་སེ་མེ་གི་བདག་འཛིན་འདི་པེ་ན་ལུ་ཤིང་གོ་ལུ་པ་ཏྲ་ཀོ་བྱ་བྱ་བི་གི་རི་མོ་ཟུམ་མི་གི་ཨ་ནི་ན་མེ་ས་མེ་གི་བདག་འཛིན་དམ་ཏྲ་དེ་ག་ནས་མིན་སོང་བའི་པེ་ན་ལུ། ཤིང་སྒོ་སྤ་བྲག་ཁོག་བཞབས་ཏེ་བོད་བྱིན་ལ་ལི་ཕག་གཟུགས་གཟུགས་ལ་ལུ་ཚུགས་ཐུན་ཐུན་སྙེ་ཁུ་སྣ་མི་ཚ་མི་ཚུགས་ར་ཁུར་ཁུར་ལས་ཤ་ཡོ་བ་མོ་སྤ་ཁྲ་ནི་མ་ནི་བཙུམ་པའི་ང་ཆ་ལ་བདག་འཛིན་ཏེ་ཏེ་རང་གི་ཁྱིམ་ན་འདོད་བུ་གོ་ལ་ཅག་ལ་ཆུང་ཁུ་ཆེ་ལ་དགུ་ཚུད་ཏེ་ཨ་ནི་ངི་ཡིན་ཡིན་ལོ་ཨ་ནི་སྔགས་ཀྱི་འབྲུ་འབྲུ་བུ་ལོ་ཨ་ནི་སྔགས་ཀྱི་ཉོ་ཉོ་ཡིན་ལོ་ཧེ་མ་ནག་ཁྱིམ་ན་ག་ནས་མི་ནུ་ལོ་ཨ་ནི་ཁྱིམ་འདི་ས་ཆེ་རྡོ་ཆེ་ལས་དགུ་ཚུད་ཏེ་ང་ར་གི་ཀ་བུ་གཅིག་ཅེ་ཆ་བི་ཟེར།

ཁྲིམས་སྲུང་བཙུན་ཆུང་རྣམས། དེ་ལས། བདག་འཛིན་ཆེ་རུ་མ་སོང་ངམ་ཚེ་གསུམ་མི་དེ་ཡང་ཉིད་མིན་ད་རེ་ན་བ་འང་ཕྱི་ར། རྒྱུན་ལོང་ཡིན་ཡིན་ཟེར་རྒྱུན་ལོང་ན་འཛུལ་བ་ལས་དེ་གཡུལ་ཁ་གི་འགན་ཁུར་དེ་ཆ་སྙོམས་དེ་ཁུ་ཕོབ་བཟུང་པས། ཕམ་མདའ་པིན་ཆལ་གྱི་ཁ་ཐུ་ལས། རྒྱུན་ལོང་དེ་ཁུ་ཕོབ་བཟུང་པས་ཨ་ད་ཁོ་སོ་ནི་བི་བྱའི་མི་བ་དེ་ཁོ་གྲག་ཁོ་བེད་སྤྱོད་བྱེད་ཟེར་ཨི་མ། ད་ཨ་ནི་བེད་བེད་ཏེ་ཧེ་མ་བེད་སུབ་ལྕགས་སུབ་བེད་ཀྱི་ནམ་དུ་ལུ། དེ་ལས་དེ་གཡུལ་ཁ་གི། དོན་དུ་ལུ། ཨེ་མ། དེ་ལྟ་སྤོ་ཏོ་སྟོང་འཇིགས་སྐྱེལ་མ་ཐོབ་མ་ཐོབ་རུ་དེ་ཐུགས་བག་གཡུ་ཁ་སྐྱེལ། ར་དུ་ཆུང་སྐུ་འཇིགས་སྐྱེལ་མི་ཐ་ཆེ་རུ་དེ་ཐུགས་བག་གཡུ་ཁ་སྐྱེལ་བདེན་བཙན་བྱམས་ཐ་ཚིག་མ་ནས་བས། དེ་ནས་ལས་ཆོག་ཤོག་ནག་གི་བཅའ་ལག། དེ་ཆིབས་ནག་གི་བཅའ་ལག་ལ་ལས་ཅི་ཆིབས་མ་རྩ་བ་ལ་ས་ཆེ་རྡོ་ཆེ་ལ་ཡ་དགུ་ཚུགས་བཅབ། ད་ནས་ལས་ཚོགས་ཚང་མིག་གི་ལག་པ་རྩིས་བཀྲུས་ཏེ་ལོ་ལ་འཇུག་རང་ཆིབས་དེ་ནང་ལ་འདུས་མ་ཐོ་བ་སྟོན་བཏང་བས་གོ་ལས་མཁའ་ལྡེམ་གྱིས།

ཕ་རོལ་གཞན་སེམས་དགུའི་སྤྱོད་པ་ཡིན་མིན་དགོས་སེམས་མོ་ད་ང་ཅག་གྲྭ་ཚང་རྣམ་པ་འདོད་རྒྱུ་འདི་ཅི་ན་འདོད་པ་ཕྱིན། དེ་ལས་རོ་སྦྱིན་བདག་གིས་ངོ་སྲུང་ནི་རོ་དགེ་འདུན་དེ་ན་གི་འདྲི་ཁྲིམས་སྟག་མ་རུ་གི་བླ་འུ་ལོ་སྟག་མ་ཨ་ན་གི་དབུ་འཛིན་གི་སྒོ་འམ་ཁྲིན་འུ་ལོ་ཨ་མ་སྦྱིན་བདག་དེ་གི་བླ་འུ་ལ་སོགས་ལ་ལ་ཁ་ཡི་མེ་ལ། སྦྱིན་བདག་སྤྱི་ལུས་གཏེར་འདི་འདོད་པ་ཕྱིན་སྦྱིན་བདག་དེ་གི་ངོ་སྲུང་འབད་དགོས་པས། དགེ་འདུན་གྱི་ལུས་རྟེན་འདི་དོལ་བ་ཅན་དེ་ནང་གི་ཁྲིམས་འདི་སྲུང་འགོ་བས་ལ། ཏཱ་ཧན་གསུམ་ག་ནས་བེ་མོ་བ་སེ་ཅབ་ཅེ་རིན་པོ་ཆེ་ཀི་རུ་ཡ་ཀ་ནག་ཆེ་ཀ་ནས་ཚ་ཀེ་མ་ལ་མ་རེ་སེ། འབྲི་རན་ག་ནས་མིན་སེ་ཐུན་ཡན་ཆ་ར་ཏང་གོ་ནོ་རུ་ཏང་སེ་ཏང་མ་གོ་ནོ་རུ་ཐུན་ཏང་གོ་བི་ཏེ་མིན་སེ། དོན་ཁྱོད་རང་ཨ་ནི་ཏེ་ཨ་ནི་བེ་བེ་ནི་གི་ཐོན་ད་ལ་ཡིན་སེ་ཀ་ནམ་ད་ལུ་ཕ་རོས་གཞན་སེམས་གུ་ཡུས་སྤྱོད་པ་དེ་ང་ཅ་མི་འགོ་བོ་སོ་མེ་རོ་གི་ལ་འོང་ལ་རོ་གི་ཐེན་བེ་འོང་ལ་ད་ད་ར་སྦྱིན་བདག་གི་མི་ཐོ་ང་ལོ་སེ་དེ་སོའི་ག་ནས་བེ་མོ་གོ་སེ་མེ་བ་ལ། བ་ལང་ཆོ་དེ་ར་ཅི་ག་བ་ཡང་སུ་ཆོ་བ་སའི་སྐབས་སུ་ལུ་བ་ལང་ཆོ་རི་ག་ལ་བ་གི་རི་ལང། འདི་སུ་ཁོང་ར་ཅི་བས་ནས་རི་ལང་ལྕང་ཆིམ་འདི་སུ་ཟུམ་ཆིན་ཨིན་སེ་མེ། དེ་ང་ཆི་གཡུ་ཁ་གི་ནོ་ངོ་བི་རོ་ཡ་ཨ་ནི་ནོ་ང་ཆི་ར་དེ་ད་ཨ་ནི་བ་མེ་ད་ཨ་ནི་འདི་སུ་རྒྱ་ས་འདི་སུ་དེ་རི་ག་ལ་བ་ཁོང་ར་ལྕམ་ཆི་བི་དེའུ་མ་དེ་ག་ངོ་བས་ན་སེ་ལེ་ན་སེ་གུ་དི་དི་ཟུམ་བའི་རི་ལང་འདི་སུ་ཡ་ནེ་བི་འཇོ་མོ་བ་ད་ཨ་ནི་ཟུམ་ཆིན་ཨིན་སུ་མེ་བ་ལང་ཆོ་དེ་ར་ཅི་ག་བ་ཡང་སུ་ཆོ་བ་ས་ར་ག་ག་བོ་བས་ཨི་མ་ཟ་གོ་ནོ་ཟ་ཉེ་གོ་ནོ་ཉེ།

དེ་རྫ་ལང་ཟེར་གོ་ལ་རྫ་ལང་ཟེར་མིན་འདི་ལོ་གོ་བ་ལས་ཤོད་གོ་ནི་ཡོད་ལ། རྫ་ལང་ཟེར་རྫ་བྲག་ཟེར་གནའ་མི་ས་མི་ལང་ཤོ་གནའ་མི་ས་མི་ཤུག་ཡོད་མིན་ད་ཧ་ནིམ་གྱི་ལོ་རྫ་ལང་ཟེར་ལ་འོང་ད་ཧ་ནིམ་པའི་བོ་ད་ལོ་ང་ཆ་ར་ད་ཧ་ནི་ང་ཆི་གི་རྒྱུ་ལོ་ཡོད་མིན་གི་ལང་ཤོ་གནའ་མི་ས་མི་ཤུག་ཆི་ཁྲ་བའི་ཇོ་ཇོ་དེ་དེ་ལྟ་ཉི་མ་དུག་ལྔ་དེ་ཡིན་མེད་ལ། འདོད་ཆགས་ཤེས་བདག་གཏི་མུག་ང་གའི་ཁྲག་ཐོག་ཧ་ནི་དུག་ལྔ་ཡི་ངོ་བོ་འདི་དེ་ཨ་ནི་གཡམ་འབིག་གི་འགན་ཤུགས་ཀྱིས་བི་ལིང་འདི་སུ་གཡམ་འབིག་གི་གཏན་ཡིག་མེད་ཨ་ན་ཞུ་བི་གང་ལས་དེ་རང་གིས་རང་སེམས་གཏན་ལ་ཕབ་སོ་འགྲོ་བཞིན་ཡོད་པ་ཕྱིན་ཏེ་རྫ་ལང་དུ་ངའི་ངོ་བོ་འཛིན་མིན་གྱི་རིག་པ་འདི་འཛིན་པ་མེད་པའི་རིག་པ་ཟེར་བ་ལས་དེ་སེམས་རང་བྱུང་དངོས་པོ་གི་གནས་ལུགས་གང་ཡིན་པ་དེ་དེ་བར་བདག་འཛིན་གྱི་དབང་དུ་མ་དང་སྤྲུལ་བས་ཀྱི་དབང་དུ་མ་དང་སྡུག་བསྔལ་གྱི་སྦུབས་སུ་མ་ཚུད་པ་བཞིན་དག་འོ་ལེར་རྟོགས་པ་ཤ་ཡི་གནས་ཆོས་དེ་འདི་ཡིན་ཚེ་ད། ལས་གཞན་པའི་སྟེང་མ་ཆགས་ང་ཅི་ར་ཆ་ཆེན་དང་བཟོ་ཆེན་ག་ཅི་རིང་ཡིན་རུ་བཏུབ་བས། དེ་སེམས་མཉམ་པར་བཞག་སུ་མི་གང་སེ་ཆེ་ཡིན་མ་ཅིན་དེ་ཨ་ཡིན་ན་ལུ་དེ་རང་བཞིན་གྱིས་དེ་ད་བོ་ལེར་སེམས་བོ་ལེ་དེ་བོ་ལེར་སེམས་མི་དེ་ལོ་གོ་བ་ལས་ཤོ་ཡོད་ལ་ཚང་ཡིན་བསྟན་པས་བོ་མི་ཆེ་ཡང་ན་རང་བཞིན་གྱིས་བས་བོ་མི་ཆེ་ཡང་ན་གོ་ལུས་བས་བས་མི་ཆེ་ཡིན་མ་དེ་ད་ཨ་ནི་བས་བོ་ད་ལོ་བོ་ལེར་སེམས་མ་ནག་དེ་བོ་ཆེན་ཨ་ཡིན་ན་ལུ་དེ་བོ་ལེ་རང་བཞིན་ཤུགས་ཀྱིས་གོ་ལུས་བས། དེ་ལྟར་རང་གི་རྒྱུད་ལུགས་དེ་རྟོགས་པ་དེ་སུ་འཛིན་མིག་གི་རིལ་བུའི་ངོ་བོ་རང་གནས་སེམས་ཀྱི་ངོ་བོ་འདི་མཐོང་ཡི་གེ་གནས་ཆོས་དེ་དེ་ཡིན་སེམས་མེད་ཡིན་མ་ད་ལྟ། རང་གནས་སེམས་ཀྱི་ངོ་བོ་ད་ལྟ་མཐོང་མ་མཐོང་མིན་དེ་རྒྱུ་རྐྱེན་ག་ཆེ་ལས་གཏན་དུ་མ་ང་ཅག་རྫ་ལང་དུག་ལྔ་གྱི་རྣམ་རྟོག་དེ་ཤུགས་ཆེ་དྲགས་ཏེ་འདོད་ཆགས་ཞེ་སྡང་གཏི་མུག་ངང་གིས་ཕྲག་དོག་དེ་ཚོ་ཤུགས་ཆེ་དེ་ལས་གཏན་དེ་དེ་ལྟར་འདྲེས་པའི་གི་རྣམ་རྟོག་ངན་པ་དེ་གི་ལམ་དཀའ་བའི་གང་ལས་ཏེ་རང་གི་སེམས་ཀྱི་ངོ་བོ་འཛིན་མིག་གི་རིལ་བ་དེ་དེ་ངོ་ཕྱེ་མ་སོགས་དེ་གིས་ང་ལོ་སྙམ་པ་བཞག་མ་སོང། ད་ཨའི་ན་ཧོས་པོ་ལ་དེ་སུ་གིས་དེ་རྣམས་ཐོ་ཏེ་ང་ཅར་དུ་ང་ལ་སུ་བ་སྐྱེས་དགོས་པི་གི་ཡུལ་ག་ནས་མི་འདུག་པ་དེ་མ་གཏོགས་ཁྱོའི་གཏམ་ག་ཅིག་གིས་ཐལ་ལེ་པའི་ས་ཆུ་རུ་འཛིན་ཆ་ག་ནས་སྐྱེས་དགོས་མི་འདུག་ཨ་ནི་ལི་ཏི་འདི་གིས་པས་ཏེ་རང་གི་སེམས་ཀི་ངོ་བོ་གནས་མ་གང་ཡིན་པ་དེ་ལུག་ཤ་བི་ག་ལེ་ཏེ་འོ་ལེ་ཏུ་བ་ཤ་ཡི་གནས་ཤུགས་དེ་ག་ལེ་རིམ་པ་བཞིན་དུ་ཤུགས་གིས་པས་ཏེ་ད་རང་ནི་སེམས་ཀི་ངོ་བོ་དེ་ཏེ་མཐོང་སེམས་པའི་གནས་ཤུགས་དེ་འདི་ཡིན་སེ་ཨ་ན་ལི་གོ་ཆུ་བོམ་བི་ར་འདུག་ལ་འདྲེ་ཤ་ལེ་ཤ་བཅབ་པ་བྱིན་ཏེ་ད། མ་པ་ཡིན་ན་ཞུམ་མེད་གྷའི་ལམ་ཕྱུག་པི། དེ་ལྟ། ང་ཅཱ་ར ྋསྐྱབས་རྗེ་རིན་པོ་ཆེ་ཀྱིས་གྷའ་གོ་བི་དུས་ར་སའི་གསུང་སྡེ་སེའུ་སྐྱིད་དེ་ལས་ཕབ་གསུམ་པའི་སང་ཉིན་འདི་མ་བསྡུས་ཚེ་ཨེ་མ། ད་གཙོ་བོ་དེ་ང་ཅཱ་ར་སྨིན་ལུས་རིན་པོ་ཆེ་དེ་ཡིན་མེད། དེ་སྨིན་ལུས་རིན་པོ་ཆེ་དེའི་ཐོ་བི་གི་དོན་གོ་དེ་ག་ཆི་མོ། དེ་ལྟ། ང་ཅཱ་ར་ཆུའི་བི་མི་ཅི་ཨིན་སེ་དུས་ཤི་ལེ། དེ་ལྟར་ཚེ་འཇུག་དེ་ཆོས་ཀྱི་དུག་གོ་བ་བྱིན་ཏེ་རང་གི་སེམས་ཀྱི་ངོ་བོ་འདི་དེ་ཧ་གོ་བ་དེ་གི་བས་དེ་འཁོར་བ་ལས་གྲོལ་བ་ཟེར་བས་རང་གནས་སེམས་ཀྱི་རིག་པའི་ངོ་བོ་འདི་ངོ་ཤེས་དེ་གི་འཁོར་བ་ལས་གྲོལ་གོ་བས་སངས་རྒྱས་ཟེར་བས་ཨ་ནི་བས་རྒྱལ་གོ་བ་དེ་ལུགས་ཏྲ་ཨ་ནི་ལུགས་བཅུའི་སྐྱེ་གཟུགས་པ་བྱིན་ཟེར་ཨི་མ་བ་མོ་ཤི་ལ། ཞག་བརྒྱུད། ལ་སོགས་ལོངས་སྤྱོད་དོན་གཉེར་གྱི་ཆེད་དུ་ཟ་ཆོག་ཙམ་ལ་སྦྱངས་པའི་གང་ཟག་ནི་མ་ཡིན་སེམས་དཔའ་དེ། དེ་ཡར་ལུགས་གཞུང་མིན་འདི་སུ་སྟེ་ང་ཅག་རགས་ཚེ་འདི་ཡི་དེ་ལྟ་ཞག་ཁྱོད་སོ་བ་ཆུ་མགོ་སྟུ་གུ་ཚུར་ནས་བཤམས་གཟུགས་ཁ་ཁྱོད་ནུས་ཀྱི་གོ་ལ་ལགས་སོ་བ་ཟེར་བ་ལ་ཚེ་འདི་ཀྱི་གཉེན། དགྲ། ལྟོ། གོས། གཏམ། དང་ནི་འདི་སུ་ལགས་སོ་བོད་ཀྱི་ལོངས་སྤྱོད་དོན་གཉེར་གྱི་ཆེད་དུ་ལུགས་དེ་ལྟ་ཟ་ཆོག་ཙམ་ལ་སྦྱངས་པའི་གང་ཟག་ཡར་གཞུང་མིན་སུ་མེད་སོ་མེད།

ཏེ་ཨ་ནི་ང་ཅི་ལོ་ད་ན་སུ་དེ་ཡག་གྱོད་བི་ག་ལ་ཡག་ལུ་ཤུ་བི་ག་ལ་ང་ཅི་ཆ་ཆབ་བསྟན་ད་འགྲོ་ལ་ཅི་བི་སེམས་ཀྱིས་ཟེ་ཏེ་རྩ་བ་དེ་དེ་བསྟན་པ་རྒྱས་པ་དང་འགྲོ་བ་དེ་ཡི་ཆེད་དུ་ལུ་རྨི་ལམ་བཏབ་གྲོ་བ་ལ་དགུ་ཚུལ་དུ་ཆུ་རུ་སུན་ཚུལ་རྨོ་ལ་ཏེ་བཏང་མ་ནི་ཅི་སྐད་དེ་མ་ཅང་ས་ཆུ་རེ་དེ་ཏེ་རང་ཅང་ཅི་མེ་འབའ་བཞིན་ད་སངས་རྒྱས་ཀྱི་བསྟན་པ་རྒྱས་ནི་སེམས་ཅན་ལུ་དེ་ཁྱི་གྱུ་ནི་གྱི་ཆེད་དུ་ལུ་ཏེ་ཨ་ནི་རྨི་ལམ་དེ་སུ་བཏབ་རང་གི་ཆོས་སྤྱོད་ཀྱི་བྱ་བ་ག་ཅི་ར་བེ་དུ་བེ་ས་ཆུ་རུ་ང་ན་མ་ཆུ་ཚ་མ་ཆུ་ཟེ་མེ་འབའ་བཞིན་ད་དེ་དང། བརྟན་པ་དང་འགྲོ་བ་ལ་སྐྱིད་པའི་སེམས་སྐྱིད་པས། དེ་ལྟ་བུ་རྣམས་བ་གཞན་དོན་འདི་རྣམས་སུ་བཏང་གོ། བྱང་ཆུབ་ཀྱི་སེམས་ཀྱི་སྒོ་ལས་པས་ཏེ་ཡ་སེ་ཆུ་ལ་ཆུད་པའི་སྐྱེས་བུ་བཞི་ཨིན་ས་ཡ་གས་སུ་ཨི་མ། དང་ལས་པའི་བས་བུ་དང་ལུ་དག། སེམས་ང་ཆ་ལ་ཆུད་དེ་ག་ཆི་ལ་སྦས་ཏེ་སྦས་ས་ཆི་རུ་མ་ཆེ་བ་གི། རང་དོན་འདི་གཙོ་བོ་སྟོན་དུས་ཀྱི་ཇོ་བོ་ཨིན་ལ། གཞན་ཕན་སེམས་མི་དེ་ཁ་ལས་བསླབ་པའི། རྣོ་སོ་བཏང་ནི་དེ་རྣམ་ཨི་ས་མིག་གི་སྐྱོན་ཕྲ་ཡིན། དང་ལས་བུ་དང་ལུ་གཞན་ཕན་སེམས་མི་དེ་ང་ཆ་ལ། གཞན་ཕན་ལས་ལ་ཐུ་མེད་ཅིང། དེའི་བསམ་པ་རྟག་ཏུ་གྱིས། གང་ལ་བསམ་པ་དེ་ཡོད་པ་དེ་ནི་དེ་ལ་སྟོན་རྒྱུ་ཞུགས། དེ་གསུང་རྟོག་གསུམ་པས་ཡིན་པས། གཞན་ཕན་སོ་དག་དང་གཞན་དོན་བུད་ནས་ཀྱི་ང་ཆ་ལུ་ནུས་པ་མིན། རྒྱུ་ལྕམ་ང་ཆ་ལུ་མིན། ཡོན་ཏན་ང་ཆ་ལུ་མིན། རྟོག་གོ་བསམ་ང་ཆ་ལུ་མིན། ང་ཆ་གི་གཞན་དོན་ག་དེ་བས་བས་ནི་མ་འོངས་བ་སེ་འདུ་བ་དེ་བས་མེད་ལ། གཞན་དོན་སེམས་མེད་དེ་རྩ་བ་བ་དེ་ང་ཆ་ན་སེམས་ཀྱི་རྟེན་ལས་པས། སེམས་དེ་གི་ག་དེ་དྲག་དྲག་གཞན་ལུ་ཕན་བས་ཀྱི་གནོད་སོགས་དང།

ལྗགས་ཀྱི། དེ་ལས་གཡོ་བོ་ལྕགས་མི་ན་བ་ཅི་ནས་གཡོ་བོ་ལྕགས་མི་ད་ཨ་ནི་ཟུང་གི་རྐང་གཉིས་ཏི་ང་ཆེ་གི་ཐད་ཨ་ནི་གི་འོ་ལས་པགས་མི་འཐད་པ་མོ། ད་དི་སུ་ཡ་རྒན་ཞུ་སྐྱིད་པི་གླིང་ལུག་ཤུའི་འོ་ལས་དི་སུ་གི་ཚ་གི་ག་ནི་ལ་མོ་གོ་བ་བ་ཐད་ཨ་ནི་ལ་མོ་གོ་བ་མ་ཚད། ར་ལུག་སོ་གི་འགྲོ་ལ་ཚེ་བ་དེ་སྤངས་ཤིང་སེ་ང་ཆ་ར་སོ་བཅོས་གཉེར་ལ་སོ་བི་གི་བྱ་བ་དི་སུ་ཡ་ག་ཡ་བ་སྤངས། ཡ་གི་སུ་ར་ད་ལུག་སེ་མེ་སེའི་ལུག་ཞུ་མེ་མེད་པེ་པེ་སོང་གསུམ་ཡིན་པས་ད་ར་ད་རུ་ལ་སོ་བི་གི་ཐད་ད་འགྲོ་བ་སེམས་ཅི་ཐམས་ཅི་ལུག

ད་ལྷག་བསམ་སེམས་མི་བདེ། རྩ་བ་འདི་རང་རང་མཐུན་གྱི་སེམས་འདི་ག་དེ་མང་ཉུང་ཉུང། གཞན་ཕན་གྱི་སེམས་འདི་ག་དེ་དྲག་དྲག། དེ་ནོར་སོ་བཏང་མི་འདུག་ལྷ་བིད་ཀྱི་བསམ་པ་སེམས་ལྷ་བིད་ཡིན་ལ། སྤྱིར་བཏང་གི་མ་ལྷ་བིད་ཀྱི་བསམ་པ་དེ་ང་ཕྱིར་ག་ལོ་ཡོད་ང་དགོ་ནི་ང་ལྕག་ནི་ད་ལྟ་ར་ཁོག་གི་བག་མེད་ཆེ་ག་ད་ལྟ་ར་ཁོག་གི་ས་ས་འདི་སུ་ལུ་མ་ལྷ་བིད་ཀྱི་བསམ་པ་ཡིན་ཐེབས་ག་ནས་མི་ནུབ་པ་དེ་དེ་ན་ཁྱད་དུ་འཕགས་པ། ད་ལྷག་པའི་བསམ་པ་ཟེར་བ་ལས་གཞན་ལས་ལྷག་ཅིག་དགོས་པ་དེ་ག་ཅི་ཡོད་མ་གསུང་བ་བཞིན་གཞན་འདི་ཚོ་ཆ་སྙོམས། རང་དོན་ཅམ་ཆུང་ནོ་སོ་དང། རང་རང་དོན་ཅམ་ཆུང་མེད་མ་བ་ཡི་སྔགས་ཀྱི་ས་ད་བ་ཅི་ཁོ་ག་ཅི་ཟ་ནོ་ཚེ། སྔགས་ཀྱི་གྱོན་ད་བ་ཅི་ཁོ་ག་ཅི་གྱེར་ནོ་ཚེ། ནོ་སོ་ལྷག། ཐེབས་ཅི་བཏང་འདི་གི་བས་དེ་ཇོ་མོ་བ་ཨ་ནི་བོ་ད་ལུ་ཏེ་གེ་སི་ཤི་བ་ལྷ་ཀྱི་སུམ་མདོ་ཟུམ། གལ་ཏེ། བྱིན་ན་ཅི་བཅོས་ཅི་བདག་དོན་སེམས་དཔའ་འདྲེ་ཡི་སུས་ཟེར། གར་སྟོད་བཅུད་ན་སྐྱིད་ཅིང་ཞི་བཞིན་མཐུན་སེམས་པ་ལྷ་ཡི་སུ། ཞྭ་སྣོད་གསུང་དུ་བཟུང་པའི་བ་ཏི་སྔགས་གསར་དར་བ་ཅིན་ཁོ་ཁ་ཆེ་ཚར་ན། དེ་སྔགས་ཀྱི་གྱོན་ཆེ་བ་ཅིན་ཁོ་ཁ་ཆེ་གྱོན་ན་ཚིམ་ནོ་ཚོ་ཨ་ནི་བཟུང་པའི་སྟངས་དེ་འོ་མ་ཅིན་ད་ཨ་ནི་རུ་ལྷ་བིས་སམ་བ། ད་དེ་མ་ཡིན་པ་བ་ཨ་ནི་ཁོ་ལུ་གྱོན་དར་བ་ཅིན་ང་ཁ་ཆེ་ཚར་ནི་མོ། ཨ་ནི་ཁོ་ལུ། གྱོན་དར་ཚར་ལ་བ་ཅིན་ང་ཁ་ཆེ་གྱོན་ནི་མོ་ཚར་རང་དོན་དེ་གཙོ་བོ་དོན་འོ་མ་ཅིན་ད་ཨ་ནི་འདྲེ་ཡིག་གི་སུའི་ཡིན། ལྷ་ཡུལ་ཆོས་ལུགས་དང་འབྲེལ་ཡུལ་ཆོས་ལུགས་ཟེར་མི་དེ་ནོར་སོག་ཏང་ཏང་གི་ཁྱད་པ་ཡིན་ཟེར་གསུངས་འདུག་སྨྲས་པས། ང་ནི་ལས་དེ་འདི་གི་བའི་སྟེང་ང་ཅི་ར་ལྷ་བསམ་ཟེར་མི་དེ་དེ་གཞན་གྱི་ནོར་སོག་ཏང་མིན་ཆོས་ལུགས་ལྷ་བསམ་ཟེར། ཤ་ཚའི་གྲོ་བཞིན་གཞན་ཕན་བྱ་བ་ལ་བརྩོན་ནས་ཟེར་དཔེར་ན་ང་ཅི་ར་ཤ་ཚ་གི་གྲོ་བོ་གཅིག་རང་ལྟ་བྱེད་ཀ་གནམ་ནས་ས་མིག་འཁྱམ་དུ་དོ་བཅོས་བ་བྱིན་ཨ་ནི་ཕྱག་རོ་དེ་གི་རང་ལོ་ག་དེ་བས་བེའོ་ཨ་ཙི་ལས་རང་གི་ནོར་སོག་ཏང་དེ་བ་བ་བ་ཡིན་ཕྱག་རོ་དེ་ནང་མ་ཤོར་བས་མ་ར་ཚའི་སྐྱེ་བོ་ཞིག་བེར་བས་དེ་ཡིན་ཚང་ཐེང་རང་གི་སྐྱེ་བོ་དེ་དེ་ཡིན་ཕྱག་རོ་དེ་གི་ལན། ལགས་ཀྱི་དཔེ་རོལ་བའི་ད་རེ་ཁོ་མ་ཤོད་པས་ད་ཁོ་གིས་ཚང་མ་དེ་སྔར་སྦེ་གོ་ནི་མེད་ཚེ་རང་གིས་ཤ་ས་གིས་ཆག་རོ་གིས་རང་ལོག་ནི་བེ་དུ་འོན་བ་མོ་ཨང་ནི་འཛུམ་པའི་ར་བཞིན་བློས་རང་གིས་ད་ནི་བེ་དེ་གཞན་ཕན་གིས་བྱ་བ་སེ་མི་འདུག་ཨ་ནི་བེ་བརྩོན་དགོ་འོ་སེ་ཨི་མ། ད་ནི་མེ་ཤ་སའི་གྲོ་བཞིན་གཞན་ཕན་བྱ་བ་ལ་བརྩོན་ནས་ཤ་སའི་གྲོ་བཞིན་སེ་མི་འདི་ཤ་སའི་གྲོ་སེ་མི་འདི་བེ

དང་ནི་བའི་བོ་དེ་ལོ་ང་ཚེ་ར། དེ་ལས་དེ་ག་ཆུ་ལོ། ཕ། གཟུགས་བརྙན་གྱི་དེ་ཆུ་སེ་མི་དེ་ཨ་ནི། ཤིག་རོ་གི་དུང་གོ་ལོ་སྦྲང་མ་ཏི་ནུ་གཟུང་བྱེད་པའི་ད་རི་ན་བར་སྦྲང་མ་ཐུ་མི་དེ་སུ་གི་ཕ་མིག་གི་དེ་ཐོང་ནི་གི་དོན་དང་མིག་གི་ཨ་ནི་བའི་དེ་ཏཱ་ནི་གི་དོན་དང་ལུ་ཅང་ཕྱི་མ་ཐུ་ཆུ་བོ་དོན་དང་ངོ་མ་མེད་པ་དེ་ཨ་ནི་གཟུང་བའི་ང་ཚེ་ར་ཆུ་དེ་མ་ཤོང་ཨ་ནི་བའི་ཇོ་མོ་བ། ནང་སེམས་ཀྱི་རྟེན་ལས་ག་ནི་མེད་པ་ཕྱིའི་ལུས་ངག་གི་སྤྱོད་པ་དེ་ར་གཙོ་བོ་བསྟུན། ལྷག་པར་དུ་ང་ཚེ་ར་བླ་མ་མཆོག་སྤྱི་དབྱིངས་མིག་གི་ཆ་ལས། ལྟོ། རྒྱུད་གཏམ་གསུམ་གྱི་དོན་དུ་གཉིས་ཏེ་ཇོ་ཀི། ཇོ་ཏི་ཀི་ལགས་པའི་བ་བཞིན་དྲང་ནི། དེ་ཆོས་བིད་ཀྱི་བྱ་བ་མ་པར་མེ་སེ་བཀག་རྒྱུ་སྐོམ་དེ་སུ་ཀི་ཡང་ནི་ཡང་དུ་དེ་གསུངས་དེ་ཀི་འདུག་ལ། བྱུང། ལྟོ་རྒྱུད་གཏམ་གསུམ་ལུགས་དེ་སྐད་སུ་ཅི་བོད་གོ་སི་ལམ་ཆོག་སེ་མི་དེ། ལྟོ་ཡིག་གི་ཆེད་དུ་ལུགས་ཆོས་མ་པས་སོ་མེ། རྒྱུད་ཀི་ཆེད་དུ་ལུགས་ཆོས་མ་པས་གཏམ་གི་ཆེད་དུ་མིན་ད་ནའོ་ལྟོ་གོ་ས་ཀི་ཆེད་དུ་ལུགས་ཆོས་མ་པས། ཆོས་དེ་བའི་བ་བཞིན་ལྟོ། རྒྱུད་གཏམ་གསུམ་དང་མ་འདྲེས་པ་གྱིས།

ཆོས་འབེལ་འོ་སེ་མི་དེ། བསམ་པ་དེ་ག་དེ། དྲ་གྲ་འཇུ་འཇུ་བཏང། ད་བཙུན་བཙུན་ཡོད་མི་གི་ང་ཕྱིར་གི་ལང་ཤོང་ངན་པ། བདག་འཛིན་དམ་པོ་ཨང་ནི་འདི་ཚོ་ག་དེ་དྲ་གྲ་མ་ཕ་གོ་བི་ལ་ངོ་མ་དེ། བཤིས་ལུག་མ་ནི་དུང་འཇུར་སྟོན་མི་ལོ་སྦ་ཚ་གུ་རུ་དུང་འཇུར་སྟོན་མི་ལོ་སྙན་པ་ཨང་ནིམ་ཅི་བཏང་མི་ལོ་དུང་འཇུར་ཨང་ནིམ་ཅི་བཏང་ཡིན་ལོ་སེ་མཚམས་ཨང་ནིམ་ཅི་ལོ་འདོད་ཆི་ལོ་སེ་ཡིག་གི་ལོ་ཅུ་པའི་མེ་འབར་བཞིན་དང་ནང་གོ་ནང་གི་སེམས་གི་རྒྱུད་དུ་ལུག་ག་དེ། དྲ་གྲ། རང་གི་རང་ལུག་ཁ་ནང་དུ་ལོ་དེ་གི་པའི་སྔགས་ཀྱི་ད་བཙུན་བཙུན་ནོ་གོ་ཁོ་བོ་ཐོག་མ་མི་འོས་དེ་ལོས་ད་ལྟ་གི་བར་དུ་ལུ་ག་གིས་དེ་ལྟར་བདག་འཛིན་གྱི་ལག་ཆའམ་བྱིས་པས་རང་དོན་བྱའམ་ཅི་གཙོ་བོ་དོན་ལས་དོན་འདི་གི་བས་དེ་ད་ལྟོའི་ང་ཁོ་བ་ན་ལུ་འཁྱམས་དེའང་གནས་པའི་དུས་ནོ། ད་སྲིད་བར་ཁམས་ཚུལ་ཁོ་ཡུལ་སྡུག་བསྔལ་དེ་ལས་ཐར་འགོ་བར་བྱིན་ཨེ་མ། དེ་ལས་དེ་ཐུབ་བར་རང་གིས་གཞན་གྱི་དོན་བྱས་པ་དང་སོ་སོ་སྐྱེ་བོ་རང་གི་དོན་ད་བྱས།

དེ་གཉིས་རོ་ཡང་ང་ཆར་དེ་ལྟར་ཅིག་ག་འབྲེལ་བ་ཡོད་བི་གི་ཨིན། དེ་དག་ཤ་ཚ་ཡི་འཁྲུ་ཞིང་གཞན་ཕན་བྱ་བ་ལ་བརྩོན་ནས། ས་དེ་ནད་མུག་འཁྲུ་ཚུལ་ཞི་བ་ཅི་ནི་ཆུ་ཅིག་སེ་གོ་ལེ། དེ་དག་སེམས་འདི་ར་བཟང་མོ་གོ་ལེ་བསམ་པ་བཟང་ན་ས་དེ་ལམ་ཡང་བཟང། བསམ་པ་ངན་ན་ས་དེ་ལམ་ཡང་ངན། ད་དེ་ལས་ལུམ་ཅི་ན་ལོ་བྱང་ཆུབ་ཀྱི་སེམས་ཅི། བྱང་ཆུབ་སེམས་དཔའ་ཅི་ཡོད་དུས་བི་ས་ཅེར་བས་དེའི་གི་ཐུགས་རྗེ་བྱིན་རླབས་དེའི་གི་བྱང་ཆུབ་སེམས་ཀྱི་ཐུགས་སྟོབས་ནུས་པ་ལས་དེ་འདི་གི་བས་ང་ཆ་ར། ད་ནི་གི་ལུམ་འདི་ན་ལོ་ནད་ཡང་མུག་གི་འཁྲུ་ཚུལ་དེ་སུ་མི་ཐོན་མ།

དོན་དམ་ངོ་མ་དེ་རང་གི་སེམས་ཀྱི་ངོ་བོ་འདི་ལྟ་སི་ཏི། ཏེ་ཨ་ནེ་བ་ལྷ་བཀའ་དེ་མི་ཡིན་སེ་མེ་ཨ་ནེ་བ་ད་ལོ། དེ་ལྟར་རྫོགས་པའི་སངས་རྒྱས་ཨ་ལས་བྱུང་ཨ་ནེ་ཡིན་འགྲོ་ཀྱིན་ཀྱི་མཆུ། སོ་ཆེན་པ་དེ་སྐྱེ་བ་མེད་དོན་ཆུང་ཡི་གེ་དམ་པ་ཡིན་ཟེར་གསུངས་ཏེ་དབུ་མ་འཇམ་དཔལ་སེམས་ཅན་ལ་ཨ་ནེ་བཟུང་བས་དེ་སྦས་སུ་བ་བྱིན། དེ་ལས་དེ་ང་ཅི་ར་ཨ་ཡིས་སྐྱེས་མེད་དོན་ལ། ད་ངའི་ངོ་མ་དེ་ཨ་ན་ཚོགས་སོ་མེ། ཆོས་ཉིད་ཡངས་པའི་ཐང་དུ་ངལ་བསོ་ཤིས། སྔོན་བྱོན་རྒྱལ་བ་གོང་མ་འདི་སུ་ཁྱེད་ལྟ་ཨ་ནི་བས་དེ་ལྟ་ངལ་བསོ་སི་ངོ་མ་ངལ་བསོ་དེ་ཨ་ནི་ཨ་ཡིག་སྐྱེས་དམིགས་ཀྱི་དོན་འདི་ལྟོ་བ་ཕྱིན་ད་ཨ་ན་ལོ་ངལ་བསོ་འུ་ཡིན། ད་དུ་ང་ཅག་གིས་ངལ་བསོ་མི་འདི་དེ་མོ་ཡི་དེ་ཅི་མེད། ད་དུ་ཨ་ཐི་ཙི་ངལ་བསོ་ད་ད་ར་ལམ་ཨ་ཚུ་ཅི་འོ་ཅི་ད་རུ་འུ་འདུག་ད་དུ་ཨ་ཏི་ངལ་བསོ་ད་ད་ར་ལག་པའི་འོ་ཅི་ད་རུ་འུ་འདུག་ད་དུ་གིས་ངལ་བསོ་མི་འདི་ལོ་དེ་ངལ་བསོ་ཡུན་རིན་མི་ནུ་བ། ད་ཨ་ནི་ཨ་ཡིག་སྐྱེས་དམིགས་ཀྱི་དོན་ད་ངོ་མ་འདི་དེ་སེམས་ཀྱི་གནས་ལུགས་ཟེར་རོ། ཕྱག་རྒྱ་ཆེན་པོ་ཟེར་རོ། རྫོགས་པ་ཆེན་པོ་ཟེར་རོ། ག་ཅི་ཟེར་རོ། ད་ཨ་ནི་མེད། རང་སེམས་ཆོས་ཀྱི་སྐུ་ཟེར་རོ། ཨ་ནི་ཨ་ཡིག་སྐྱེ་མེད་ཀྱི་དོན་འདི་ལོ། དོན་འདི་ལ་རྟོག་དག་པ་ཕྱིན། ད་ཨ་ནི་ལོ། དེ་ངན་སོང་ངོ་མ་དེ་ཨ་ནི་ཐོབ་ཡི་ཡིད་སེམས་ཨེ་མ། དེ་སྐོར་ལ་ཁོ་ཡིག་གི་ལ་བྱ་བཞག་ཁོ་ཡིག་སྡུག་བསྔལ་འདི་སུ་ག་ནས་ཉོན་མོངས་གོ་བ། ད་ཨ་ནི་དབྱིངས་ད་ཨ་ནི་རྩ་བ་ར། དེ་རང་གི་སེམས་འདི་གཏན་ལ་ཕབ་སྟེ་གི་བའི་བོ་བ་ཕྱིན། ད་ཨ་ཡིག་སྐྱེ་མེད་དོན་ལ་ངན་སོང་ཞེས་རྫས་དག་གསུངས། ད།

དེ་ལྟར་ཁོང་དང་ཅི་དགའ་བདེ་ཆེན་ཤིན་ཏུ་འགྲོ་བའི་རྨི་ལམ་ཡོད་སྲིད་མོད་ཞབས་རྗེས་རིན་པོ་ཆེ་གི་ཕྱག་ཞུ་དེ་རང་ཡང་བདེ་ཆེན་གྱི་ཞིང་ཁམས་ན་སྦྱོར་བ་ཕྱིན་ཏེ་དེ་བར་དེ་ལྟར་ཉམས་དགའ་བོ་ཞིག་མི་ནུབ་མེད་ལ་དེ་དོན་དག་ངོ་མ་རེད། ཨ་ཡེ། སྐྱེས་མའི་དོན་ལ་ངལ་གསོ་ཞིག་མཛད་ན་སེམས་ནས་གནམ་མི་ས་མི་དོན་དག་སྦོམ་འདུག་ལ། དེ་དེ་བོ་ད་དེ་སུ་སྟོན་ང་ཅག་གིས་དེ་ལྟར་དགོངས་པ་དགོངས་ཤིག་ཆ་ཚང་ང་ཅག་གི་ག་དེ་རྟོགས་སུ་དུ་མོ་ལ། དང་ནིམ་ཅི་ཨི་མེད་ཡིན་སྲིད་ཞུ་དོ་ལ། ཅེས་པའང་མཁྱེན་རབ་བདུན་ཅུ་པའི་བྲིས་སོ། ཟེར། ལྕམ་གྱི། ཏེ་རྡོ་རྗེ་འཆང་བ། མཁྱེན་རབ་བདུན་ཅུ་པ། ཏེ་ངག་དབང་འཇིམ། སྤྲུལ་སྐུ་འཇིམ་མིན་ཆོས་གྲགས་ཆོས་ཀྱི་ཏེ་གསུང་གསུམ་ཡིན་པས་ཏེ་དེ་ཡི་འགྲེལ་བཤད་དེ་ལས་ཁྱིམ་གཅིག་ག་དེ་བས་སྦྱོར་ཐུབ་ཅི་གང་མ་ཤེས། ཏེ་ང་རང་གི་གོ་གོ་ཡི་གོ་བ་དེ་ཨ་ནེམ་ཅི་ཡིན་པས་ཚེ་ཞུགས་ནི་ལ། ཏེ་དེ་ན་ལུགས། མཛོད་གཟུགས་ཤ་ཆུང་ནུང་ནུང་ཡོད་པ་ཕྱིན་ཏེ་སྔགས་ཀྱི། རུ། གསུང་ཙམ་ན་མི་ཁྱབ་རྗེ་རིན་པོ་ཆེ་མའི་འཁོར་གྱི་ཐུགས་ཀྱི་དགོངས་གཞི་ལྔ་ཡི་ག་དེ་རྟོགས་སུ་ནི་རྨུགས་ལ། དབྱིངས་རུ་ཨ་ན་ཡི་ཀུ་གི་རྒྱལ་ཐུགས་ཀུ་འབབ་འོང་མིག་གི་ཏེ་ཚིག་སྐམ་མིག་གི་གོ་བ། ང་རང་གི་ག། གོ་མེད་ཅི།

ལྷག་པར་དུ་སྐྱབས་རྗེ་རིན་པོ་ཆེ་རྡོ་རྗེ་འཆང་བ་སྤྲུལ་སྐུ་འཇིགས་མེད་ཆོས་གྲགས་ཆོས་ཀྱི་སྐུ་ཚེ་ཞབས་པད་བརྟན་མཛད་པ་ཕྲིན་ལས་རྟགས་བཞི་རྒྱས། རྒྱུན་ཞུགས་སྐྱེས་བུའི་གླིང་ན་གཞུང་མི་འདུས་སོ་ཡི་ཐུགས་དོན་ཡིད་བཞིན་དུ་འགྲུབ་བདེ་སྐྱིད་པའི་ཨ་ཡེ་སྐྱེས་དམན་གྱི་དོན་འདི་སྐུ་ཚེ་འདི་ལུགས་དེ་སྔོན་དུ་ཆུ་ཚོད་བོད་ཀྱི་སྨོན་ལམ་དང་བཅས་པའི་དེ་དེ་བས་ཕུལ་དུ་བསེ་ཤུ་ནེ་ལ་ལ་སོགས་ལ་བཀའ་དྲིན་ཆེ།